འོ་རྣམ་པ་ལྷན་སྐྱེས་ཆ་ཚང་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་རྣམ་པ་ཚང་མ་སྐུ་གཟུགས་བདེ་བོ་ཡིན་པའི་རེ་བ་ཡོད། ད་དེ་རིང་ངས་འདི་ནས་མར་ལ་ག་རེ་ཞུ་ཡས་ཡིན་ཟེར་ན་ད་དེ་རིང་བལ་ཡུལ་ནས་འབྲི་འུ་སྐྱབས་མགོན་ཡིད་བཞིན་ནོར་བུ་རིན་པོ་ཆེ་མཆོག་གིས་འབྲི་གུང་ཕོ་བ་ཆེན་མོ་གི་བཀའ་ཁྲིད་གནང་གི་འདུག་ཟེར་ལྗགས་ལུང་གནང་གི་འདུག་ཟེར་དེ་ཡིན་དུས་སྐབས་སུ་འབྲི་གུང་ཕོ་བ་ཆེན་མོ་ཟེར་དེ་ག་འདྲས་ཡིན་མིན་དེའི་སྐོར་ལ་ངོ་སྤྲོད་མདོར་བསྡུས་ཅིག་བྱེད་རོགས་ཅེས་ཟེར་ཕྱི་དྲོ་ཁ་ཤས་ཅིག་གིས་དེ་འདྲས་གསུང་གི་འདུག། དེ་ཡིན་དུས་རྩམ་པར་ངས་དེ་རིང་འདི་ནས་མ་ལ་སྒྲུང་ཕོག་ཆེན་མོ་ཟེར་ཏེ་ག་འདྲ་ཡིན་མིན་དེ་ཡི་ལོ་རྒྱུས་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡ་ཡིན། སྤྱིར་བཏང་དེང་སང་ཡོངས་སུ་གྲགས་པའི་སྒྲུང་ཕོག་ཆེན་མོ་ཟེར་གི་ཆོས་དེ་གི་ཚེ་ངོ་མ་ལ་ཕོག་ལྗགས་བཙུགས་མ་ཟེར་ཡིན། ཕོག་ལྗགས་བཙུགས་མ་ཞེས་པའི་གདམས་ངག་དེ་དག་མི་ཡུལ་དུ་ཇི་ལྟར་དར་བའི་ལོ་རྒྱུས་ངོ་སྤྲོད་མདོར་བསྡུས་ཅིག་ཞུས་པ་ཡིན་ན། སྔོན་མ་བོད་གངས་ཅན་ལྗོངས་སུ་མཁན་སློབ་ཆོས་གསུམ་ཞལ་འཛོམས་པའི་དུས་ཚོད་ལ། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་བློན་པོ་ཉི་མ་ཟེར་ཞིག་ཡོད་རེད། ད་བློན་པོ་ཉི་མ་དེ་རྒྱུ་དཔལ་འབྱོར་ཡིན་ན་ཡང་ཡག་པོ་ཡོད་དེ། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་ཡང་བརྩི་མཐོང་ཆེན་པོ་ཡོད་དེ། དེ་འདྲས་ཅིག་བློན་པོ་ཅིག་རེད། ད་དཔེར་ན་བློན་པོ་ཉི་མ་ཁོ་རང་འདྲ་བོ་ཅིག་ལ་བསམ་བཏང་ན་གཞིས་ཀ་ཁོ་རང་གཉིས་ཡོད་རེད། གཞིས་ཀ་ཟེར་ན་ད།

ཡབ་དང་ཡུམ་དང་དར་ཅིག་སྲས་དང་སྲས་མོ་འདྲ་བོ་དང་གཡོག་པོ་འདྲ་བོ་དང་མང་པོ་ཡོད་ཅེས་པ་གང་ལྟར་མི་བཅུ་གསུམ་མེ་ཡིས་ཚིག་པ་རེད། ད་མི་ཙམ་མ་ཡིན་པ་ད་བ་བྱུག་ལ་སོགས་པ་ཕག་པ་དང་ཁྱི་ལ་སོགས་པ་ཞི་མི་ལ་སོགས་པ་དུད་འགྲོ་ཡང་མང་པོ་བཞི་བཅུ་གཅིག་ཚིག་པ་རེད། ད་རྒྱུ་ནོར་ལོངས་སྤྱོད་དུ་ཚིག་ཡས་ཡིན་པར་བ་དེ་འདྲའི་ཅིག་ཚིག་ཡོང་དུས་བརྩམས་པ་ལ་ད་བློན་པོ་ཉི་མ་དེ་པད་མི་ཟི་དུང་ང་བཞི་བཅུ་བྱུང་ནས་ད་ཁོང་རང་གི་ཡབ་ཡུམ་གཉིས་པོ་དེ་དེ་འདྲའི་ཅིག་གྲོངས་ཡོང་དུས་བརྩམས་པ་ལ་ད་ཁོང་རང་གི་ཡབ་དང་ཡུམ་གཉིས་པོ་དེ་ཁོང་རང་གི་སྲས་པ་འདྲ་བོ་ཁོང་རང་གིས་བཀྲོངས་པ་འདྲ་བོ་དེ་འདྲས་སུ་ཆགས་པ་རེད། ཕ་དང་མ་བསད་ན་ག་རེ་རེད་ཚ་མེད་ང་ཡི་ནང་གི་ལས་རེད་བ། ཕ་བསད་པ་དང་མ་བསད་པ་ཟེར་དེ་ཚོ་ཚ་མེད་ང་ཡི་ལས་ཀྱི་གྲས་རེད་བ། དེ་ཡིན་དུས་རྩམ་པ་ད་ལྟ་བློན་པོ་ཉི་མ་ཁོང་རང་དཔེ་མི་སྲིད་འགྱོད་པ་ཞུ་ཞིག་སྐྱེས་བྱས་ནས་ད་ང་ད་ཕ་དང་མ་བསད་མཁན་ཚ་མེད་པའི་ལས་བསགས་མཁན་དེ་འདྲས་སུ་ཆགས་སོང་དཔེ་མི་སྲིད་ད་ང་ད་ལས་ངན་པ་ཞུ་ཞིག་བསགས་སོང།

གལ་སྲིད་ཅིག་ཁྱེད་རང་ལ་དེ་འདྲའི་འབྲས་བུ་མེད་པ་ཡིན་ན་ནི་མུ་དེ་བ་ཅན་ནས་མགོན་པོ་འོད་དཔག་མེད་ལ་ཅིག་ཡོད་རྒྱུ་རེད། དེ་ཡིན་དུས་སྐབས་སུ་ཅིག་གུ་རུ་རིན་པོ་ཆེ་ཁྱེད་རང་གིས་མགོན་པོ་འོད་དཔག་མེད་སྐུ་མདུན་ལ་ཕེབས་ཕྱིན་ན་ཅིག་ཞུས་ལབ་རོགས་ཅེས་ཁམས་པའི་ཡུལ་ས་རྒྱ་ཡས་དེ་འདྲའི་ཞུས་འདུག་ཞུས་ཡོང་དུས་ཙམ་པ་ལ་གུ་རུ་རིན་པོ་ཆེ་ལམ་བཟང་དབུས་ཏེ་ཟན་གྱིས་གདུགས་སུ་གཏུམས་བྱས་ནས་ར་ཟན་གྱིས་གདུགས་སུ་གཏུམས་བྱས་ནས་ནི་འདུས་བྱས་ཏིང་ངེ་འཛིན་ལ་དགོངས་པ་ལ་བཞུགས་སོང། གུ་རུ་མི་ཆོས་ཁོང་དེ་འདྲའི་ཆེ་ནས་ཏིང་ངེ་འཛིན་དགོངས་པ་ལ་ཞུགས་པའི་དུས་ཚོད་དེ་ལ་གུ་རུ་མི་ཆོས་ཁོང་རང་ཡར་ནུབ་དེ་བ་ཅན་ལ། ཟློག་དཔག་མེད་ཀྱི་ཀུན་འདུས་ལ་ཕེབས། ད་བོད་ནས་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་བློན་པོ་ཉི་མ་ཟེར་དེ་ལ་དེ་འདྲའི་དཀའ་ངལ་ཞིག་ཅིག་བྱུང་འདུག་ད་དེ་ལ་ཕན་པའི་ཆོས་ཟབ་མོ་ཅིག་ད་སངས་རྒྱས་འོད་དཔག་མེད་ཁྱེད་ཀྱིས་གནང་རོགས་ཅིག་ཟེར་ནས་ད་དེ་འདྲའི་གུ་རུ་མི་ཆོས་ཀྱིས་སངས་རྒྱས་འོད་དཔག་མེད་ལ་ཞུས་པ་རེད། ད་དེ་སངས་རྒྱས་འོད་དཔག་མེད་ཀྱིས་ག་རེ་གསུངས་རེད་ཟེར་ན་འོ་འགྲིག་གི་རེད། ཆོས་ཟབ་མོ་འཕོ་བ་འཇགས་ཚུལ་མ་ཟད་དེ་འདྲས་ཅིག་ཡོད། དེ་ངས་ཁྱོད་རང་ལ་སྤྲད་ད་འགྲིག་གི་རེད། ཡིན་ན་ཡང། ཁྱེད་རང་མར་ལས་ཕེབས་ཡོང་དུས་བརྩམས་པ་ལ་བློན་པོ་ཉི་མ་ཟས་དེ་མ་གཏོགས་གཞན་དག་མི་སུ་གཅིག་ལ་གསུང་ཡས་མེད་པ་མི་བཟུང་ཐག་གཅོད་མཁན་མནའ་སྐྱེལ་དགོས་ཀྱི་ཡོད། རེ་བ་དམ་བཅའ་བཞག་དགོས་ཀྱི་ཡོད། ཅེས་ལ་དེ་འདྲའི་གསུང་འདུག་དེ་འགུར་རིན་པོ་ཆེ་ཡིན་དེ་ནས་ད་བློན་པོ་ཉི་མ་དེ་མ་གཏོགས་ད་གཞན་པ་ངས་སུ་གཅིག་ལ་མི་བཤད་ཐག་གཅོད་ཡིན་ཟེར་ནས་ཡར་མནའ་སྐྱལ་དམ་བཅའ་ཕུལ་ཡོང་དུས་བརྩམས་པ་ལ་ད་བོད་ཇག་ཚོགས་མ་ཡི་དམ་ངག་དེ་ད་ཆ་གཙང་ཆུ་སངས་རྒྱས་འོད་དཔག་མེད་ཀྱི་འགུར་རིན་པོ་ཆེ་དེ་གསུངས་པ་རེད།

ཡིད་ཆེས་དང་མ་བྱས་དེ་འདྲས་ཡོང་སྲིད་ཀྱི་རེད་བཱས། དེ་ལ་བརྟེན་ནས་ངས་ད་ལྟ་ད་ནུབ་བདེ་བ་ཅན་ལ་ཕྱིན་རྗེས་དང་མགོན་པོ་འོད་དཔག་མེད་ཀྱི་སྐུ་མདུན་ནས་ཆོས་ཟབ་མོ་ཞེ་དྲག་ཅིག་ངས་ཞུས་ཡོད། ད་དེ་ཡིན་དུས་བརྩམས་པ་ལ་ད་བློན་པོ་ཉི་མ་ཟེར་ཡས་དེ་ད་འདི་རུ་སྐད་གཏོང་ཞོག་ད་ང་ཆོས་ཟབ་མོ་ཅིག་ཁོང་ལ་གསུང་གི་ཡིན། བཤད་ཀྱི་ཡིན་མགོན་རིན་པོ་ཆེས་དེ་འདྲས་གསུངས་འདུག། ད་དེ་ནས་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་དེ་ག་རང་གི་མི་བཏང་ཟེར་ན་ད་བློན་པོ་ཉི་མ་དེ་ཁྲིད་ཞོག་ཟེར་དེ་འདྲས་བྱས་ཡོང་གི་འདུག་བསམ་ད་བློན་པོ་ཉི་མ་བས་དེ་ཁོ་རང་བས་དེ་གྲོང་གྲོང་གྲོང་གྲོང་འགྲོ་བཞིན་ཡོད་ཡིན། ཁང་པ་ནག་ཁུང་དེ་ནང་ནས་དེ་འདྲས་ཞལ་ལག་ཡང་མ་གཅོད་དེ་ཉི་མ་མང་པོ་བཤུམས།

དེ་བསམ་ཡས་སྤྱིན་པོར་དགུ་རིན་པོ་ཆེ་སྐུ་མདུན་དུ་ཁྱེར་ཡོང་དུས་བརྩམས་པ། དེ་ནས་བློན་པོ་ཉི་མ་ཁོང་རང་གིས་དེ་ནས་གསེར་གྱི་ཉི་མ་གཅིག་དང་དངུལ་གྱི་ཟླ་བ་གཅིག་རེ་བ་གསེར་ལས་ཟོས་འཁྱོག་གི་ཉི་མ་གཅིག་དང་དངུལ་ལས་ཟོས་འཁྱོག་གི་ཟླ་བ་དེ་འདྲ་བོ་ཉི་ཟླ་གཅིག་གི་གཙོ་བྱས་པའི་དེ་ནས་ནོར་ལོངས་སྤྱོད་མང་པོ་གུ་རུ་རིན་པོ་ཆེ་ལ་ཕུལ་བྱས་ནས་དེ་གུ་རུ་རིན་པོ་ཆེ་ལ་དེ་ནས་ད་དེ་འདྲ་བོ་ཆོས་ཟབ་མོ་དེ་ང་ལ་གནང་རོགས་ཅེས་ཟེར་ཡག་ཕུལ་ཞུས་ཏོ། དེ་གུ་རུ་རིན་པོ་ཆེ་གིས་དེ་ནས་ད་སངས་རྒྱས་འོད་དཔག་མེད་ཀྱི་སྐུ་མདུན་ནས་ཁོང་རང་གི་སྲས་ཤཱཀྱོག་གི་འཕོ་བ་ཇག་ཚོགས་མ་ཡི་དམ་ངག་དང་ཆ་ཚང་ཅིག་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་བློན་པོ་ཉི་མ་དེ་ལ་གནང་བ་རེད། ད་ལྟ་བློན་པོ་ཉི་མ་ཁོང་རང་གིས་ཞག་མ་བདུན་ཉམས་ལེན་བྱེད་ཡོང་དུ་བརྩམས་པ་ལ་ཁོང་རང་དཔེ་མི་སྲིད་སྙམ་དོགས་པ་ཆེན་པོ་བྱུང། འཕོ་བ་གི་རྟགས་དེ་ཚོ་ཆ་ཚང་ཤར། དེ་བ་ནང་བཞིན་གྱི་ཁོང་རང་གི་ཡབ་དང་ཡུམ་ལ་སོགས་པ་དེ་ཚོ་ཚང་མ་ཡང་ངན་སོང་དམྱལ་བ་ལ་དང་ཡི་དྭགས་ལ་སོགས་པ་དེ་འདྲས་སྐྱེས་ཡོད་ཟེར་བ་འོ་དེ་ཚོ་ཡང་ཡར་ལ་ཅིག་དེ་བ་ཅན་ལ། སྐྱེས་པའི་དེ་འདྲའི་རྟགས་དང་མཚན་མ་བཟང་པོ་བྱུང་འདུག་དེ་འདྲའི་རྟགས་དང་མཚན་མ་དཔེ་མི་སྲིད་བཟང་པོ་བྱུང་ཡོད་འདུག་བརྩམས་པ་ལ་དེ་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་ཡང་མགུར་རིན་པོ་ཆེ་སྐུ་མདུན་བཅར་བྱས་ནས་ད་ཁྱེད་ཀྱི་ཆོས་དེ་དངོས་གནས་ཟབ་པོ་དཔེ་མི་སྲིད་ཅིག་རེད་འདུག་བློན་པོ་ཉི་མ་ཁོང་གིས་ཞག་མ་བདུན་མ་གཏོགས་གྲུབ་པ་བྱས་ཡོད་མ་རེད་དེ་ཁོ་རང་ལ་རྟགས་དང་མཚན་མ་ཧང་སང་ཡ་དེ་འདྲ་བྱུང་འདུག་ད་ཆོས་ཟབ་མོ་དེ་ང་ལ་ཅི་ཡང་གནང་རོགས་གྱིས་སུ་རྒྱལ་པོ་ཁྲི་སྲོང་ལྡེ་བཙན་མགུར་རིན་པོ་ཆེ་ལས་ཞུས་པ་རེད། ཁྱེད་རང་དེ་མགུར་རིན་པོ་ཆེ་ག་རེ་གསུངས་ལ་སོང་འོ་རྒྱལ་པོ་རིན་པོ་ཆེ་ཁྱེད་རང་ལ་ད་ངས་ཆོས་དེ་རྩ་བ་ཉིད་ནས་ཤེས་ཀྱི་མེད། ཁྱེད་རང་ལ་ངས་ད་ལྟ་བར་དུ་ཆོས་མང་པོ་ཞུ་ཅིག་ཕུལ་ཚར་བ་ཡིན། ད་དེ་ཡིས་མ་འགྲིག་པ་རྩ་བ་ཉིད་ནས་ཡོད་མ་རེད། ད་འཕོ་བ་འཇགས་ཚུལ་མ་ཤེས་པའི་ཆོས་འདི་ངས་སངས་རྒྱས་འོད་དཔག་མེད་སྐུ་མདུན་དུ་ཞུ་དུས་བཙན་པ་ལ་ཡང་དེ་ལྟར་བླུན་པོ་ཉི་མ་ལ་མ་གཏོགས་གཞན་པ་སུ་གཅིག་ལ་ཤེས་ཀྱི་མེད། ང་རང་གི་དམ་བཅའ་ཕུ་ནག་སྐྱལ་དེ་འདྲ་བྱས་ནས་ཞུས་ཀྱང་ཡིན། དེ་ཡིན་དུས་བཙན་པ་ག་རུ་འདི་རྩ་བ་ཉིད་ནས་ཡོང་གི་མ་རེད་འགུར་རིན་པོ་ཆེ་གི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ལ་ཡང་གནང་ཡོད་མ་རེད་ཟེར་ཡོད་རེད། ད་དེའི་རྗེས་ལ་དེ་ནས་འགུར་རིན་པོ་ཆེ་གི་ད་ག་རེ་གནང་བ་རེད་ཟེར་ན། ད་འདི་ཕོ་བ་ཟབ་མོ་དེ་ད་ཐ་ན་གནས་སྐབས་ཅི་དང་སུ་གཅིག་ལ་བཤད་ན་འགྲིག་གི་འོ་མ་རེད་དེ་ཡིན་ན་ཡང་ད་མ་འོངས་པ་ཡི་དུར་བྱ་གང་ཟག་དེ་ཚོ་ཕན་ཡ་ཆེད་དུ་ད་ཡི་གེ་ཐོག་ལ་མ་བཀོད་ན་འགྲིག་གི་མ་རེད་གོང་ཆ་ཁོང་རང་གི་ཕྱག་གི་ཕྱག་མཛུབ་དེ་ཚོ་ནི་མ་ལ་ཁྲག་བཏོན་བྱས་ནས་དེ་ཕོ་བ་ཇག་ཚུང་མ་ཡི་དམ་ངག་དེ་ཆ་ཚང་ཤིང་རྟ་ལི་ལོ་མའི་སྟེང་དུ་བྲིས་གནང་བ་རེད། དེ་ཤིང་རྟ་ལི་ལོ་མ་ལ་ཡག་པོ་བྲིས་ཏེ་དེའི་ཕྱི་ལོགས་ལ་མཁའ་འགྲོ་ཡེ་ཤེས་མཚོ་སྐྱག་གི་དབུ་སྐྲ་གི་དམ

གསེར་གྱི་ཉི་མ་དང་དངུལ་གྱི་ཟླ་བ་དེ་འདྲས་ཀྱིས་ཕུལ་བའི་རྟེན་འབྲེལ་ལ་བརྟེན་ནས་མ་འོངས་པ་ལ་ཁོང་གཏེར་སྟོན་ཉི་ཟླ་སངས་རྒྱས་ཟས་གཅིག་ཏུ་གྱུར་ནས་དེའི་དུས་ཚོད་ལ་ཁོང་གིས་ད་གདམས་ངག་དང་ཆ་ཚང་གཏེར་ནས་འདོན་ཐུབ་པར་གྱུར་ཅིག་གསུང་བྱས་ཏེ་གུ་རུ་རིན་པོ་ཆེས་སྨོན་ལམ་བཏབ་སྟེ་མཚོ་ཡི་དྭགས་པོ་ཀླུ་རྒྱལ་གཙུག་ན་རིན་ཆེན་དང་ཅོ་ལི་ཞང་ནས་དེ་གཏེར་དུ་སྦས་པ་རེད། གུ་རུ་རིན་པོ་ཆེ་གིས་དེ་འབྲེལ་གྱི་ཐུགས་སྨོན་དང་བྱིན་རླབས་གནང་བའི་མཐུ་ལ་བརྟེན་ནས་ད་ཕྱིས་སུ་ཕ་ཆེར་དུས་རབས་བཅུ་བཞི་ཙམ་གྱི་ནང་ལ་དེ་གཏེར་སྟོན་ཉི་ཟླ་སངས་རྒྱས་ཟས་དེ་ཁོང་འཁྲུངས་པ་རེད། ཁོང་གམ་པོ་ཏར་གྱི་རི་ལ་བྲུས་པ་མཛད་བཞིན་པའི་སྐབས་སུ་དེ་ནི་མཁའ་འགྲོ་མ་རྡོ་རྗེ་ཕག་མོ་གྱི་ལུང་བསྟན་གནང་བྱས་ནས་སྔོན་མ་ཁྱོད་རང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་བློན་པོ་ཉི་མ་ཟས་བཅད་ཀྱི་སྐྱེ་བ་ལེན་འདོད་སྐབས་སུ་དེ་གུ་རུ་རིན་པོ་ཆེ་གསུང་བཞག་གི་དམ་ངག་འཕོ་བ་ལྗགས་བཙུགས་མ་ཟས་ཏེ་ད་འདིའི་མཚོ་མེ་འདྲ་ལ་ཟས་དེ་གི་སྟེང་ལ་ཡོད་རེད་ད་ཨ་སྟེ་ལ་བས་ཡོད་རེད་དེ་ཡིན་འདོད་སྐབས་སུ་ཁྱོད་རང་ད་དེ་ད་ནི་སྟེ་ལ་འདོན་པའི་དུས་ལ་བབས་པ་རེད་གསུང་འདུག་ཨ་དེ་འདྲའི་ཆེ་ལུང་བསྟན་གནང་བ་ལ་བརྟེན་ནས་དེ་ནས་གཏེར་སྟོན་ཉི་ཟླ་སངས་རྒྱས་ཁོང་གིས་དེ་ནི་དྭགས་ལ་གམ་པོའི་སྐྱབས་ཀྱིས་དེ་མཚོ་མེ་འདྲ་ལ་ནག་པོ་ནས་ཚུར་ལ་བཏེགས་ན་ཕོ་བ་ཇག་ཚུགས་མ་ཡིས་ད་གདམས་ངག་ད་ན་དེ་བྱ་ཙང་གཏེར་ནས་ཤེས་ཕེབས་པ་རེད་ཟེར་གྱི་ཡོད་རེད། ད་གཏེར་སྟོན་ཉི་ཟླ་སངས་རྒྱས་ཟེར་དེ་སུ་རེད་བ་ཟེར་ན་ང་རང་ཚོ་གཏེར་སྟོན་རེ་ན་གླིང་པ་སུ་ཡོངས་སུ་གྲགས་པའི་གཏེར་སྟོན་ཆེན་པོ་གཅིག་ཡོད་རེད་བ་འོ་ད་ཁོང་གི་ཡབ་དེ་རེད། ད་རྒྱལ་མཆོག་ལྔ་བ་ཆེན་པོའི་ཐོབ་ཡིག་དེ་ཚོ་གཞིར་བཞག་བྱས་བ་ཡིན་ན་གཏེར་སྟོན་ཉི་ཟླ་སངས་རྒྱས་ཀྱི་གཏེར་ཆོས་དེ་འདྲས་ཕོ་བ་ཇག་ཚུགས་མ་དེ་ཡང་ད་མི་འདྲ་བ་གཉིས་ཡིན་འདྲ་བ་དེ་འདྲས་ཅིག་ཡོད་རེད་གསུངས་ཤག་ད་སྤྱིར་དེ་དམ་པ་གོང་དུ་ཞུས་པ་ནང་བཞིན་གུ་རུ་རིན་པོ་ཆེས་སངས་རྒྱས་འོད་དཔག་མེད་ཀྱི་སྐུ་འདོན་ཞུས་ཏེ་རྒྱལ་བུ་བློན་པོ་ཉི་མ་ལ་གནང་དེ་གང་པོ་དར་གྱི་རི་ཡི་ཉེ་འགྲམ་མཚོ་མེ་འགྲམ་ནག་པོ་ནས་གཏེར་དུ་བས་ཞབས་ཏོག་ད་དེ་རེད་བ་སྤྱིར་དུ་དེ་རེད། ད་ཕོ་བ་ཇག་ཚུགས་མ་སྤྱིར་དུ་ག་རེ་འདྲ་བོ་ཅིག་ཡོད་རེད་བས་ཟེར་ན། དེར་དོན་ཉིད་ད་སངས་རྒྱས་ཁོང་རང་ཟངས་མདོག་དཔའ་རིས་ལ་དངོས་སུ་ཕེབས་ཅིང་ད་ཡང། གུ་རུ་རིན་པོ་ཆེ་སྐུ་འདོན་ནས་དངོས་སུ་ཞུས་པའི་ཕོ་བ་ཇག་ཚུགས་མ་ཡི་དམ་ངག་ཅིག་ཡོད་རེད། ད་དེ་འདྲ་བོ་དམ་ངག་དེ་དམིགས་བཟའ་ཆིག་བརྒྱུད་འདྲ་བོ་ད་དེ་དེར་དཔེ་མི་བཟོད་བྱིན་རླབས་ཆེན་པོ་ཞུ་ཅིག་རེད་ཟེར་རྒྱལ་བ་ང་བ་གི་གསན་ཡིག་ནང་ནས་དེ་འདྲའི་གསུངས་ཡོད་རེད།

ད་སྟོང་དུས་སངས་ག་བ་ཏྲ་ཁོང་གིས་ད་ཕོ་བ་ཇག་ཚོགས་མ་དེ་ཉམས་ལེན་གནང་ཡོང་དུས་བརྩམས་པ་ད་ཁོང་རང་ལ་ཉམས་རྟོགས་པ་ཞིག་འོ་ཞིག་སྐྱེས་པ་རེད། དེའི་དུས་ཚོད་ལ་ཡང་ཁོང་ལ་མཁའ་འགྲོ་རྡོ་རྗེ་ཕག་མོ་གྱི་ལུང་བསྟན་ག་རེ་གནང་རེད་ཟེར་ན། ད་ཁྱེད་རང་གིས་ད་ལྟའི་ཕོ་བ་ཇག་ཚོགས་མ་ཡི་གདམས་ངག་དེ་ད་དབང་ལུང་གུས་པ་དེ་ཆ་ཚང་གནང་ས་དེ། ད་དྲི་མེད་བློ་གྲོས་ཟེར་ན་ཅི་ལ་གནང་དགོས་རེད་ཟེར་ཁོང་རང་གིས་ལུང་བསྟན་གནང་འདུག་བ། མང་པོས་ད་དྲི་མེད་བློ་གྲོས་ཟེར་དེ་ག་བ་ལ་ཡོད་རེད་ཟེར་ལུང་པ་མང་པོ་ལ་ཕེབས་དེ་ནས་བཀའ་འདྲི་གནང་རྩད་གཅོད་གནང་འདུག་བ། ད་དྲི་མེད་བློ་གྲོས་ཟེར་དེ་རྩ་བ་ཉིད་ནས་རྙེད་ཡོད་མ་རེད་ཟེར། རག་ཡོད་མ་རེད་ཟེར་དེ་ནས་ཡང་མཁའ་འགྲོ་རྡོ་རྗེ་ཕག་མོ་ལ་གསོལ་བ་བཏབ་ད་དེ་འདྲ་བྱས་ཡོང་དུས་སྐབས་སུ་ཉི་མ་གཅིག་ཡང་ཁོ་རང་གི་མཁའ་འགྲོ་མ་ཡིས་ད་ལུང་བསྟན་གྱི་ནང་ལ་ད་དྲི་མེད་བློ་གྲོས་ཟེར་དེ་སྙེ་མོ་ཟེར་གྱི་ཡུལ་དེ་ན་ཡོད་རེད་ཟེར་ད་དེ་འདྲའི་ལུང་བསྟན་བྱུང་འདུག་སྙེ་མོ་ཟེར་ད་སྙེ་མོ་བྱེས་དཀར་ཟེར་ནས་ད་ལོ་ཙཱ་བ་བེ་རོ་ཙཱ་ནག་སོགས་ཁོང་རྣམ་པའི་འཁྲུངས་ཡུལ་དེར་བ་འོ་ད་སྙེ་མོ་ཟེར་ད་ཁོང་སྙེ་མོ་ལ་ཕེབས་པ་རེད་ཟེར་སྙེ་མོ་ལ་ཕེབས་ཡོང་དུས་སྐབས་སུ་ད་སྙེ་མོ་དེ་དེ་ལུང་པ་དེ་ཡུལ་འདི་ན། སྤུ་གུ་ཆུང་ཆུང་འདྲ་བ་མང་པོ་རྩེ་མོ་རྩེ་ཐལ་ཡོད་ས་རེད། རྩེ་མོ་རྩེ་ཐལ་ཡོད་དུ་བརྩམས་པ་ལ་དེ་ནས་སྟོང་རྒྱལ་སངྒ་བྷ་དྲ་ཁོང་གིས་དེ་ནས་སྤུ་གུ་དེ་ཚོ་ལ་ད་ལྟའི་ལུང་པ་དེ་ན་དྲི་མེད་བློ་གྲོས་ཟེར་མི་ཅིག་ཡོད་རེད་བས་ཟེར་ནང་དུ་དྲི་བ་གནང་འདུག་བ། དྲི་བ་གནང་ཡོང་དུས་བརྩམས་པ་ལ་ད་སྤུ་གུ་དེ་ཚོ་གིས་ག་རེ་ཞུས་རེད་ཟེར་ན་ཨོ། རབ་རྩེ་དྲི་མེད་བློ་གྲོས་ཟེར་མི་ཅིག་ཡོད་རེད་ཟེར་ཁོ་ད་ལྟ་ཡང་ར་ཡི་རྫི་བོ་ལ་ར་དང་ལུག་གི་རྫི་བོ་ལ་ཕྱིན་པ་རེད་རབ་རྩེ་དྲི་མེད་བློ་གྲོས་ཟེར་ཅིག་ཡོད་རེད་མཁྱེན་དྲི་མེད་བློ་གྲོས་ཟེར་ཅིག་ཡོད་མ་རེད་ཟེར་ཞུས་འདུག་བ། དེ་ནས་ཡང་སྟོང་རྒྱལ་སངྒ་བྷ་དྲ་ཁོ་རང་གིས་དེ་ལ་ག་འདྲ་དོར་ཚུལ་ཕག་མོ་དང་ཡོན་རིང་པོ་སོགས་ལ་བཏབ་སྟེ་བརྟག་དཔྱད་བྱས་ཡོང་དུས་བརྩམས་པ་ལ།

མི་རྟོག་གཉིས་གསུམ་ཅིག་དམ་ལྷག་ཕྱི་བསྐྱོད་ཚུལ་དུ་སླེབས་འདུག་ད་དྲི་མེད་བློ་གྲོས་ནས་བཟུང་སྟེ་ད་དེ་ནས་ཡོངས་གྲགས་དུ་བཟུང་ཡས་དེ་བྱུང་བ་རེད་ས་རར་རྩེ་དྲི་མེད་བློ་གྲོས་འམ་ཕ་རྒོད་དྲི་མེད་བློ་གྲོས་ཁོང་གིས་ད་ཕོ་བ་ཇག་ཚོགས་མ་ཡི་དམ་ངག་དེ་མི་མང་པོ་བཞུགས་ཅིག་ལ་གནང་རེད་ཟེར་གྱི་ཡོད་ད་ཐེངས་གཅིག་སྣེ་གདོང་དུ་མི་མང་པོ་བཞུགས་ཅིག་འཛོམས་ཚར་ལ་ཁོང་གིས་ད་ཕོ་བ་ཇག་ཚོགས་མ་ཡི་དམ་ངག་དེ་གནང་འདུག་དེ་གནང་བའི་དུས་ཚོད་ལ་དེའི་སྐབས་སུ་བུ་མོ་གཅིག་ཡོད་རེད་བུ་མོ་ཆུང་ཆུང་ཞིག། བུ་མོ་ཆུང་ཆུང་དེ་གིས་ད་ཉམས་ལེན་ཡག་པོ་བྱས་ཡིན་གྱི་ཉི་མ་གཅིག་དེ་ནི་བུ་མོ་དེ་ལ་ཕ་མ་དེ་ཚོ་གིས་བཀའ་བཀྱོན་དང་ད་དེ་འདྲ་ཅི་འདྲ་མི་འདྲ་མང་པོ་བཤད་ནས་བུ་མོ་དེ་དཔེ་མི་ཚེ་སེམས་ཕམ་འདུག་སེམས་ཕམ་ནས་ཁོང་རང་ཕ་གིས་མཛོད་ཁང་ཟེར་ད་ང་སོ་སྐྱ་ལ་ཡག་ག་དེ་ཚོ་བཞག་ཚོ་མཛོད་ཁང་ཟེར་ཟེར་བུ་མོ་དེ་མཛོད་ཁང་ནང་དུ་ཕྱིན་དེ་དེ་ག་རང་གོམ་བརྒྱབ་ནས་དེ་ག་རང་ཕོ་བ་བྱས་ནས་དེ་བཞུགས་ལ་ཕ་མ་དེ་ཚོ་མཛོད་ཁང་སྐོར་བྱས་ནས་ད་དུས་སྐབས་སུ་བུ་མོ་གྲོངས་ཚར་འདུག་ཟེར་འདུག་ཟེར་འདུག་ཟེར་ནས་གྲོངས་ཚར་འདུག་ཟེར་ཕོ་བ་ལ་ཕེབས་འདུག།

བྱུང་བ་རེད། དེ་འདྲའི་བཤད་སྲོལ་ཞིག་འདུག་ད་དེ་ནས་བཟུང་སྟེ་བོད་ཇག་ཚུགས་མ་ཡི་དམ་ངག་དེ་ད་རྙིང་མ་དང་དེ་བ་ནང་བཞིན་གྱི་དེ་ནས་ད་ཀམ་ཚང་དང་གྲི་གུང་ལ་སོགས་བ་དེ་ཚོ་ཆ་ཚང་ལ་ད་ཡོངས་གྲགས་དར་སྤེལ་བྱུང་བ་རེད་ཟེར་ཡོད་རེད། དར་སྤེལ་ན་སོ་བླ་མ་ཝོལ་བོ་པ་ཟེར་གྱི་ཡོད་རེད་བླ་མ་ཝོལ་བོ་པ། དེ་བླ་མ་ཝོལ་བོ་ཁོང་གིས་བོད་ཇག་ཚུགས་མ་ཡི་དམ་ངག་དེ་ད་གྲི་གུང་དང་ད་དེ་མ་ཡིན་པའི་བླ་མ་མང་པོ་ཞིག་སྐུ་མདུན་ནས་ཞུས་བྱས་ནས་ད་ཉམས་ལེན་ཞིབ་ཞིག་གནང་འདུག་ཞིབ་ཞིག་གནང་ཡོང་དུས་ག་ཚོད་ཁོང་རང་ལ་ཡང་ཉམས་རྟོགས་ཞི་བོ་བྱུང། དེ་བ་ནང་བཞིན་སེམས་ཅན་གཞན་དག་ཡིན་ན་ཡང་ཁོང་རང་གི་ཁ་ཐུག་ཁ་ཐུག་འཕོ་བ་ལས་ཀྱང་སྤར་ཐུབ་དགོས་རེད། དཔེར་བརྩོན་ཅིག་ཞུས་པ་ན། ན་ཉི་མ་གཅིག་ཕུག་རོན་ཅིག་འདིས་གང་གི་རུས་པ་འདིས་གང་གི་རུས་པ་དེ་ཕྱག་བཙལ་ནས་དེ་འཕུར་ཡང་མ་ཐུབ་སྟེ་མི་ཟེར་དུག་ནག་དང་ཟུག་གཟེར་ཞིབ་ཅིག་བྱས་ནས་དེད་འདུག་ཟེར། དེ་ཡིན་དུས་སྐབས་སུ་དེ་ནས་བླ་མ་འོལ་མོ་པ་ཟེར་མིང་ཁོང་གིས་དེ་བ་རང་གི་སྤྱད་དེ་སྒོ་འཕོ་བ་ཞིག་བཏང་ཡོད་དུས་སྐབས་སུ་ཕུག་རོན་དེ་བ་རང་དུ་ཤི་བ་རེད། ཡང་ཚར་གཅིག་མཛོ་མོ་ཅིག་ལ། ཁྱིམ་ཉུང་གིས་རྨུགས་བྱས་ནས་ཁྱི་སྙོམས་པ་ཡོད་རོ་ཁྱི་སྙོམས་པ་གི་སྲོག་བསྐྱབས་ནས་རྨུགས་བྱས་ནས་ད་དེ་འདྲའི་ཅིག་ཤི་ཡང་མ་ཐུབ་གསོན་ཡང་མ་ཐུབ་དཔལ་མི་བཟི་སྐད་བརྒྱབ་ནས་ཟུག་གཟེར་ཞུ་རྒྱུ་བརྒྱབ་ནས་དེ་བསྡད་དོ། དེ་འདྲའི་ཅིག་བསྡད་ཡོང་དུས་སྐབས་སུ་ཡང་བླ་མ་ལུ་བོ་བོ་པ་ཡིས་ཕེ་སེ་དེ་འདྲའི་ཅིག་བཏང་བྱུང་ཡོང་དུས་མཛོ་མོ་དེ་ཡིས་སྒོ་གང་ནས་དེ་ནས་རུས་པ་གོར་གོར་འདི་ག་ཙམ་ཅིག་ཁོ་ལ་དེ་ག་ལ་ཐག་སོ་ཁོ་རང་གས་ནས་ཁོ་རང

ད་དེའི་སྐབས་སུ་ད་མི་མང་པོ་ཤུལ་དུ་འཛོམས་པ་ད་དེ་འདྲའི་ལོ་རྒྱུས་ཡོད་པ་རེད། ད་ད་ལྟ་དྲི་བ་བསམ་བློ་བཏང་ན་ད་སྒྲུང་སྐྱབས་མགོན་ཡེ་ཤེས་ནོར་བུ་མཆོག་གི་ཡང་ད་ནི་ད་སྒྲུང་བོ་ཆེན་མོ་དེ་དེ་མང་པོ་གསུང་གི་འདུག་ཨ། ལྷག་པར་དུ་ད་ད་ལྟ་ཉེ་ཆར་སྐུ་ཞིང་ལ་གཤེགས་པ་སྒྲུང་ཨ་ཡང་རིན་པོ་ཆེ་མཆོག་གིས་དེ་ནི་ད་གནས་མཆོག་རྡོ་རྗེ་གདན་དུ་སྒྲུང་བོ་ཆེན་མོ་ལོ་ལྟར་བཞིན་དུ་གསུང་གི་ཡོད་རེད་བ་དེ་གསུང་དུས་སྐབས་སུ་ཡིན། ཆོས་གྲྭར་ཁོ་རང་ལ་ཡོད་མཁན་མི་ཁ་ཤས་ཁོ་རང་དེ་བས་རང་གིས་དྲན་པ་ཐོར་འགྲོ་ཡས་ལ་སོགས་བ་དེ་འདྲའི་རྟགས་དང་མཚན་མ་མ་ཞི་བཟང་པོ་དེ་འདྲའི་མང་པོ་ཡོང་གི་འདུག་ཨ།

དེ་འདྲས་ལ་ལུས་རྟེན་ཡག་པོ་ལ་ཕོ་ཡས་ཀྱི་ད་དེ་འདྲས་ཅིག་ཐབས་ལམ་ཁྱད་པར་བ་ཅིག་ལ་ད་ཕོ་བས་དེ་འདྲས་ཞུ་གི་ཡོད་རེད་དེ་ཡིན་པའི་སྐབས་སུ་འབྲི་གུང་ཕོ་བ་ཆེན་མོའམ་ཕོ་བ་འཇག་ཚུགས་མ་ཡི་ལོ་རྒྱུས་ངོ་སྤྲོད་མདོར་བསྡུས་ཙམ་ཞིག་ཞུས་ཟིན་པ་ཡིན་དེ་ཡིན་དུས་ཙམ་ལ་རྣམ་པ་ཚང་མ་ཐུགས་མཉེས་བོ་ཡོང་པའི་རེ་བ་ཡོད་བཀའ་དྲིན་ཆེ།